ཐུ་མེད་གསུང་མཁྱེན་གྱི་རེད་དམ་མ་རྙེད་པའི་ཆེས་དངོས་ཡོད་གནས་ཚུལ་རེད་འདི་ག་རེ་ཆ་བ་ཟེར་ན་ཁ་ཟས་ཡིག་གཟུགས་ཐོག་ནས་ཏན་ཏན་ད་ལྟའི་ཡི་གེ་རྒྱ་གར་སྐད་ཡིག་ལས་མེད་པའི་སྐད་ང་རང་ཚོ་བོད་ལ་ཡང་ཉེ་བར་མཁོ་བའི་སྐད་ཡི་གེ་དྲུག་ཅིག་ཏན་ཏན་ཞོག་རེད་བོད་ལ་ཞོག་རེད་འདི་དྲུག་པོ་འདི་ད་ཡིག་གཟུགས་ག་འདྲས་ཀྱིས་བཟོས་པ་དགའ་གི་ཡོད་དམ་བསམ་པའི་གི་དགོངས་པ་ཞེ་ཡག་ཅིག་ཞིག་ཅིག་ཏན་ཏན་སླེབས་གི་རེད་གང་ཡིན་ཟེར་ན། འདིའི་ཡིག་གཟུགས་དེ་ག་འདྲས་བྲིས་དགོས་མིན་གི་ཁ་ཐུག་དེ་ཐད་ཀར། དཔེ་བཏང་ས་ཡོད་མ་རེད། དཔེ་བྱེད་སའི་གཞི་བདག་སྤྲོད་ཁ་ས་རྒྱ་གར་ལེགས་སྦྱར་གྱི་སྐད་ཡིག་ནང་ལ་ཤ་ཟ་ཧ་ཟེ་ཡ་དང། ཙ་ཚ་ཚ་ཟེ་ཡ་གི་ཡི་གེ་དེ་མེད་ཚེ་དུས་ད་འདི་ང་རང་ཚོ་བོད་སྐད་ལ་ཡོད་རེད། ཡོད་པས་ན་འདི་ཕ་རོལ་ཕ་རོལ་པོ་ལ་ཡང་ངོ་སྤྲོད་བྱེད་ཡ་ལས་ད་ཡིག་གཟུགས་གཅིག་གི་ཐོག་ནས་ཕ་མཚོན་པར་བྱེད་དགོས་རེད་དེ་ཡིག་གཟུགས་དེ་ག་འདྲས་བྲིས་དགོས་ན་དགོངས་ཆེ་ཏན་ཏན་དང་ཡིག་གཟུགས་ཐོག་ལ་ཡ་ཏན་ཏན

དེ་ལས་གཅིག་ཡིན་བོད་པའི་ཡིག་གཟུགས་གཏོགས་ཆེ་མི་འདྲ་བ་བཅོས་བྱས་ཨ་ནི་ཁོ་ཅི་གང་ཡོད་དེ་བས་དེ་ཡིག་གཟུགས་ལྟས་སུ་འགྱུར་བ་བཏང་བྱས་ང་རང་ཚོ་བོད་ཀྱི་སྡུག་སྲིན་དག་ཅེས་བྲིས་ཡ་ཅི་ཏན་ཏན་ཡོད་རེད་བྱས་ཙང། རྒྱ་གར་སྐད་ན་ཡོད་དེ་བས་ཀ་ཁ་ཁ་ང་ཟེར་ཡ་དེ་ཚོ་དང་པི་ཀའི་པེ་ལི་སི་ཀི་སི་ཀི་བཅོས་གནང་ཡོད་རེད་བ་ཀ་ཁ་ཁ་ང།

ཕ། བ། མ། བཅས་བཅས། དུས་ཚོད་ཡིག་གཟུགས་ག་འདྲའི་བཟོ་དགོས་མིན་རྒྱ་གར་ལེགས་ཆ་ལས་ཡར་སྤེལ་བྱེད་ས་ཡོད་ཚད་དུ་གོ་ནས་ཏོ་བཅས་བཅས་ཏོ་བཅས་རྒྱུ་བ་དང་བཅས་ཏོ་བཅས་བྱས་ཕ་ཕ་བ་མ་བཅས་དང་མེད་རྒྱུ་དེ་རྩ་དང་ཚ་ཚ་སེ་ཡ་ཅིག་ང་རང་ཚོ་ཡོད་མ་རེད་སེ་ཡ་ཅིག་དེ་རེད། དང་བ་ཡིག་དེ་བ་ཡིག་དེ་རྒྱ་གར་ལེགས་ཆ་ཡི་གེ་ལས་ཡོད་ཙང་བ་ཡིག་ཏོ་བཅས་རྩ་ཚ་ཚ་བ་དང

ཨ་དེ་ཨ་ཡིག་ཨ་ཡིག་ལས་སྒྲ་གདངས་ཉེ་བར་སོང་ཙང་ཨ་གྱི་ཡིག་གཟུགས་དེ་ཨ་ནི་ཨ་ནི་ཚུར་ལེན་དགོས་པ་རྟ་ཨ་ནི་ཚུར་ལེན་དགོས་པ་རེད། ཨ་ནི་ཚུར་ལེན་དགོས་དུས་སྐོར་ནི་ག་འདྲིས་ལེན་པ་དགའ་གི་ཡོད་དང་ཞིབ་འཇུག་གནང་ཡོད་དུས་སྐོར་ནི། ཨ་ཁོ་རའི་སྒྲ་གདངས་དེ་ཨ་ཡིག་ཨ་གི་སྒྲ་གདངས་དེ་ཨ་ཡི་སྒྲ་གདངས་ཕྱེད་ཀ་རེད་ལབ་ཀྱི་ཡོད་ན

ཞག་དང་གཟའ་དང་ཧ་དེ་འདྲ་སྲུང་མ་མཁན་ཆེ་དགྲ་ཡི་རང་བཞིན་རང་ལ་ཡང་ཐུགས་རྨོངས་ཀྱིས་ཞུ་བར་ཟིན་ན་ད་ང་ཚོ་ཧ་ཅང་ཐལ་འགྲོ་ཟེར་འདི་པའི་སྐྱོ་བོ་ཞིའུ་ཆགས་འགྲོ་ཟེར་ཐུ་མི་ལ་ཡག་པས་ཅིག་མཐོང་ཆུང་ཁྱེད་ཚོས་དམའ་དཔེ་རེ་ཞིའུ་ཆགས་འགྲོ་ཟེར་བ་ད་འདི་དངོས་ཡོད་གནས་ཚུལ་རེད་ཅེས་མཁས་པའི་བྱ་བ་གྱི་ཞིབ་འཇུག་མཐིལ་ཕྱིན་པའི་ཐོག་ནས་པའི་དངོས་ཡོད་གནས་ཚུལ་བཅས་གཏན་ལ་ཕབ་དགོས་ཀྱི་ཡོད་ས་དེ་སྐོར་འདྲི་བདེ་བ་རེད་འདྲི་བདེ་བ་རེད། ད་ད་ནན་ཞིང་བརྗོད་པས་ན་ད་ཚ་ཚ་ཚ་འདི་ཁོ་རང་ཚོ་གི། ཡི་གེ་དེ་གསུམ་དང་ཨ་ནི་སྒྲ་གདངས་ཉེ་བའི་སྔར་གཏན་ལ་ཕབ་ཟིན་པའི་ཡི་གེའི་ནང་ནས་ག་རེ་སྒྲ་གདངས་ཉེ་བ་ཡོད་མེད་ཞིབ་འཇུག་གནང་ཡོང་དོན་དེ་གསུམ་དང་སྒྲ་གདངས་ཉེ་དགོས་རོ། ཙ། ཅ། ཚ། ཆ། ཚ། ཇ་དང་སྒྲ་གདངས་ཉེ་བ་ཡོད། འདི་ཡོད་པའི་ཆ་ནས་ཙ་ཙ་ཚ་གསུམ་པོ་དེ་ཅ་ཅ་ཇ་དང་སྒྲ་གདངས་ཉེ་བའི་ཆ་ནས་ཡིག་གཟུགས་རང་འཇགས་བྱེད།

བཤེས་གཉེན་གྱི་ཡིན་ཤག་ཤག་ཅེས་བཤད་ག་བྱིན་ནས་ལས་ཉེས་ངན་ཕིན་གྱི་ཨ་མཆོག་ནང་ལས་ཨ་འོ་ག་འདི་རག་ཡིན་ན་བསམ་ད་འདི་ད་ཅག་སྲིན་པོ་ཤོ་ཅི་ལབ་ཚུལ་བསམ་བསམ་རེ་བྱུང་བས་ནི་འགྲིག་ཡོག་མ་རེད་ཁོ་རང་ཡིན་ནས་ཉེས་ངན་ཁྱེད་རང་ཚོ་ཡིན་ནས་ལས་ཨ་དངོས་ནས་བསམ་ལོས་ན་འོ་ད་དེ་འདྲ་ཡིན་སྲིད་གི་རེད་ཡིན་དགོས་ཀི་རེད་དེ་འདྲས་ཀྱི་ཡིན་ཆོག་གི་རེད་བསམ་བསམ་གྱི་གནས་ཚུལ་གྱི་དོན་ན་ཁས་ལེན་རྒྱུ་རེད།

གང་སོང་ར་ཡི་གེ་གཅིག་རང་ལས་ཕ་སྐད་གཅིག་མཉམ་སློབ་སྦྱོང་བྱས་དེ་ཡག་གི་ཐུན་མོང་གི་ཡི་གེ་དེ་མེད་མེད་པའི་སོར་ཆགས་རེད། ག་བ་ག་ས་ནས་སོ་སོ་སོ་གི་ལུང་ཚན་སོ་སོ་ནས་ཡིག་གཟུགས་མི་འདྲ་མི་འདྲ་བྲིས་བྱས་ཨ་ནི། ལུང་པ་བཏོན་ནས་བྲིས་ཤེས་པ་དེ་སྨད་ནས་ཀློག་མ་ཤེས་སྨད་ནས་བྲིས་ཤེས་པ་དེ་བཏོན་ནས་ཀློག་མ་ཤེས་པར་བྱས་ཡི་གེ་སོ་སོ་སོ་བྲིས་ཚུལ་ཏན་ཏན་ཡོད་རེད།

དང། དངུལ་ཆུ་ཡི་གེ་ལྔ་པོ་དེ་ག་རེ་ཡིན་མིན་ག་གི་ཡིན་མིན་ངོ་སྤྲོད་གནང་རྒྱུ་ཡོད་ཙང། དངུལ་ཆུ་དགེ་བཤེས་གཞུང་བཅས་ཅེས་གསུངས་པར་བལྟ། ད་འོ་ན་དངུལ་ཆུ་ལྔ་པོ་དེ་གང་ལས་བྱུང་བའི་ཡི་གེ་བཞི་དེ་མ་གསུངས་ཡི་གེ་ག་ནས་བྱུང་བ་རེད་ཟེར་ན།

རྗེས་འཇུག་གི་བཅུ་པོ་དེ་ལ་གོ་རིམ་བྱས་བ་རེད། གོ། རྗེས་འཇུག་གི་བཅུ་པོ་དེ་ལ་གོ་རིམ་བྱས་བ་རེད། རྗེས་འཇུག་གི་བཅུ་པོའི་གོ་རིམ་གང་རེད་ཟེར་ན། ཨ་ནི། གང། ང། དང། ན། བང། མ། ཨ། ར། ལ། ས། ཅེས་གོ་རིམ་བཅུ་ཡོད་རེད་བ། གོ་རིམ་བཅུ་ཡོད་པས་ན་ནི་སོ་སོ་སོའི་གི་བང་རིམ་དུ་མ་སོང་ལ་ཡ་ཨ་ནི། ཨང་གྲངས། ཨང་གྲངས་བཀོད་པས་ན་ཨ་འདུག་བྱས་ཀྱི་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ་དགུ་པ། བཅུ་བ་དུག་ཟེར་བ། གོང་དུ་བཤད་ཚར་མ་ཐུབ་པའི་རྗེས་འཇུག་འོད་ཀྱི་བཅུ། རྗེས་འཇུག་འོད་ཀྱི་བཅུ་ཡོད་པའི་ཁོ་རང་གི་གོ་རིམ་བཞི་གསུངས་ཆེ་ཆེ་དེའི་ནང་ནས། དང་པོ་གསུམ་པ་ལྔ་པ་དྲུག་བཤད། དང་པོ་གསུམ་པ་ལྔ་པ་དྲུག་བཤད་བཤད་འདི་མ་སྟོན་ཨ་རེད། དང་པོ་ག། གསུམ་པ། དག། བཞི་པ། བག། ལྔ་པ། མ། དང་པོ་གསུམ་པ་ལྔ་པ་དྲུག་ཅེས་རྗེས་འཇུག་གོ་རིམ་ཡོད་པ་ཞིག་གསུངས་དེ་ནས་རྗེས་འཇུག་དང་པོ་དང་གསུམ་པ་ཨ་ནི་དེ་ནས་ལྔ་པ་དྲུག་པ་དེ་བྱས་དེ་མ་ཡིན་པའི་བདུན་པ། གོ་རིམ་བདུན་པ། རྗེས་འཇུག་གོ་རིམ་བདུན་པ་ཨ་ཡིག་བཅས་ཨ་ཡིག་བཅས་ཏེ། ཡི་གེ་ལྔ་པོ་དེ་མངོན་བརྗོད་རེད་ད། ཅེས་གསུངས་པ་ལྟར་ཡི་གེ་མངོན་བརྗོད་ཡི་གེ་ལྔ་དེ་ག་གིས་མིན་དེ་ནས་ངོ་སྤྲོད་གསལ་པོ་གནང་སོང་ཨ་ལས་ད་བྱེད་དུས། ག་དང་ད་དང་བ་དང་མ་ཨ་འདི་ལྔ་པོ་དེ་མངོན་བརྗོད་འབུལ་རེད་བ་བསམ་སང་དེའི་ནང་དེའི་ནང་དོན་ནས་ཚུར་འགྲུལ་དགོས་ཡ་ད་རྙེད་དགོས་ཡ་ང་རང་ཚོ་ཕི་གེ་ལོངས་སུ་སྤྱོད་དགོས་ཡ་ཟེར་ནས་མེ་ཏོག་ཟ་ཡག་གི་དགོས་ཡ་དེ། ཟ་ཧོ་ཡ་དེ་ད་ག་ད་བར་མ་ཧ་དངུལ་ཅུག་སི་ཡ་དེ་ལེགས་བཤད་བརྗོད་བན་ནང་གསུངས་པ་ནན་ཤེས་རེད་ལེགས་བཤད་བརྗོད་བན་ནང་ད་སུམ་ཅུ་པའི་གཞུང་གི་སྙིང་པོ་ཡིན་གསུངས་ར་སྙིང་དོན་ཡིན་གསུངས་ར་རྩ་བའི་ཚིག་ནང་ནས་འབྲུ་གོ་ཡ་དོན་དག་ཤིང་གོ་ཡ་དེ་དངུལ་ཅུག་ཡི་གེ་ལྔ་ཡོད་པ་ཤིང་ཡ་སྤྱི་དང་དེ་ལྔ་པོ་དེ་ལྔ་པོ་དེ་གང་དང་གང་ཡིན་པའི་ངོ་འཕྲོད་ཡ་འདུག་སི་རེད་ར་ད་དངུལ་ཅུག་དང་རྗེས་འཇུག་སི་ཕེ་ཅན་ཁྱེད་རང་ཚོ་ལ་ཡ་ཞུ་ངེས་ཀྱི་དེ་ཅིག་དུས་ཚོད་སྟངས་མི་གོ་བ་ཤེས་ན་དགའ་གི་རེད་ད་སྤྱི་དང།

སྐད་ནང་ལ་ཡང་ཞིབ་འཇུག་གནང་བཅས་སྐད་ཆ་ག་འདྲས་བཤད་གི་ཡོད་པའི་ཞིབ་འཇུག་གནང་སྐད་ཀྱི་ནང་ལ་ཡང། ཨ་ནི། དངོས་བཅུད་བེད་སྤྱོད་བཏང་དགོས་ཡ་མི་ཤི་སྔོན་དུ་འཇུག་པའི་གི་ཡི་གི་བེད་སྤྱོད་ལྔ་མ་ཏོ་ཐོན་གི་མེད་ས་དེ་གོ་ནས་ཨ་ནི། མི་ཤི་སྔོན་དུ་ཡ་བེད་སྤྱོད་བཏང་བཏང་དགོས་ཡ་གི་ཡི་གི་ལྔ་སྤྱི་ཆིངས་ང་ཚོའི་སྐད་ནང་ལ་ཡང་འདུག་སུ་ཡོད་རེད་དེའི་ཐོག་ནས་ཚུ་དངོས་བཅུད་ལྔ་གཏན་འབེབས་གནང་ར་མ་ཏོ་གཅིག་གི་ཐུན་མིན་གི་བོད་སྐད་གི་སྤྱི་ཆིངས་ནང་མེད་པ་གཅིག་ཐུན་མིན་རང་ཉིད་ཀྱི་བོད་སྐད་རྣམ་དཔྱོད་རྩལ་བཏོན་བཅས་གསར་པ་བཟོས་ཤེས་པ་གི་མར་བ།

བྱས་ཙང་དངོས་བྱུང་སྔགས་ཟེར་ཡ་དང་རང་ཚོ་བོད་བོད་སྤྱི་བྱིངས་ཀྱི་སྐད་ནང་ལས་ཡང་མི་གཤིས་དངོས་ལས་བེད་སྤྱོད་བཏང་བར་ཡི་གེ་སྔགས་ཀྱི་གྲངས་ངེས་པ་ཞིག་སོང་ཙང་དངོས་བྱུང་སྔགས་དང། དང་ན་གཞན་མི་གཤིས་རྗེས་སུ་ཡང་འཇུག་དེ་མ་ཐག་ཏུ་སྐད་ཆ་མཚམས་བཞག་པའི་ཁ་ཐུག་ལ་ཡང་ཡི་གེའི་སྒྲ་གདངས་ག་ཚོད་ཀླད་གོས་མའི་ཞིབ་འཇུག་གནང་པའི་ཁ་ཐུག་ཡི་གེ་བཅུ་གཏན་འཁེལ་བར་ཡི་གེ་བཅུ་གྱི་གྲངས་ངེས་རོ། མི་གཤིས་རྗེས་སུ་ཡང་བོད་ཡིག་སྤྱི་བྱིངས་བཀོལ་སྤྱོད་གནང་དེ་ཡང་སྐད་ཀྱི་ཁྲོད་ན་ཡི་གེ་བཅུ་ཡོད་ཙང་རྗེས་འཇུག་བཅུ་བྱས་བྱས་འདུག་བསྟན་པས་གནང་བར་མ་ཐུག་ཅིག་དེ་ཚོ་ཡང།

གསུམ། ཐོན་མིས་ཀྱི་ཡི་གེའི་རྣམ་གཞག་ནང་ལ་ཡང་ཡང་འཇུག་གསུངས་ཡོད་རེད་ཟེར་ངེས་ཅིག་ཡོད་རེད་ཡང་འཇུག་གསུངས་ཡོད་མ་རེད་ཟེར་ངེས་ཅིག་གཉིས་ཆགས་ཡོད་དུས་སྒོ་ནས་དེའི་ཐོག་ནས་ཨ་ལང་ཁ་ཅིག་ཆགས་ཡོད་དུས་སྒོ་ནས་མི་གི་རྟགས་འཇུག་གི་བི་གའི་རྗེས་འཇུག་གི་སྒྲ་ཡི་འཇུག་ཚུལ་རྣམ་གཞག་དེ་ལ་ཡང་ཅིག་གི་བར་ད་ཅིག་ཕན་ཚུན་གཉིས་ཀ་མ་མཐུན་པ་རེ་ཞུ་དེ་འདྲའི་གསུངས་དེ་ཡང་ཅིག་གླེང་དགོས་རེད་ད་དེ་ཚོ་དང་པོ་ནས་བི་གའི་ལང་ཁ་དང་ལོ་ཁ་གཉིས་ཆགས་ཚར་བ།

རྒྱ་ཆེ་སྐད་དམ་ཚིག་ནང་ལ་ཡང་འཇུག་ཡི་གེ་འདི་ཡིན་ཟེར་ཡག་དང་ཡང་འཇུག་ཁ་གྲངས་འདི་ཡོད་ཟེར་ཡག་གི་སུམ་ཅུ་བའི་གཞུང་ན་ཁྱོད་ནི་མཐུན་གི་མ་རེད། ཁྱོད་ནི་མཐུན་གི་མ་རེད། ལྷག་པར་དུ་ང་རང་ལུགས་ལ་ཡང་སྐད་ཅིག་དྲིས་ཁྱེད་རང་ཚོ་གིས་ཨ་ཡང་ན་གན་ལགས་རང་འདོད་ཚུལ་ག་ཡིན་པ་སེ་སྐད་ཅིག་དྲིས་པས་ན། ངའི་ངོས་ནས་སྐད་ཅིག་བཤད་པས་ན་རྒྱ་ཆེ་སྐད་དམ་མཐུན་མིན་གྱི་ཡང་འཇུག་གསུངས་ཡོད་མ་རེད་སེ་ངས་སུམ་ཅུ་བའི་གཞུང་ན་གསུངས་ཡོད་མ་རེད་ཐག་བཅད་ཆོག་གི་འདུག།

མ་བྲིས་པ་ཡོད་མ་རེད། རྟ་མཇུག་གཞུང་ལ་ཡང་དངོས་འཇུག་ཤེས་པའི་གཞུང་ཡིན་ཟེར་ནས་མ་བྲིས་པ་འགའ་ཡོད་མ་རེད། དམིགས་བསལ་དངོས་རྗེས་འཇུག་ཐོག་ལ་ཡང་རྩལ་བཏོན་ཅིང་ནང་དོན་སྐད་ཆ་བཤད་ཟིན་བཤད་ཡག་གི་གཞུང་དེ་སུམ་ཅུའི་གཞུང་རེད། བྱས་ཙང་རྗེས་འཇུག་མ་ཡིན་པའི་གི་ཡི་གེ་དང་ཡིག་འཇུག་ཟེར་ཡག་སོར་དེ་ཚོ་དང་སུམ་ཅུ་བའི་གཞུང་ན་ཕལ་ཆེན་གསུང་གི་མ་རེད་ལ། གསུང་ཡག་གི་འབྲེལ་བ་ཡོད་མ་རེད་ག་ཡིན་ཟེར་ན། ཡང་མཇུག་གི་རྗེས་སུ་འཇགས་དགོས་ཡག་གི་ཕྲད་གར་ཡིན་པའི་ནས་སུམ་ཅུ་པའི་གཞུང་ལ་གསུང་མི་འདུག་ག། ཡང་མཇུག་ཞུ་གོ་ལ་ཡག་འཇགས་དགོས་ཡག་གི་ཕྲད་ཡང་མཇུག་ཁོ་རང་རང་ལ་ཁབ་གཙང་འཇགས་དགོས་ཡག་གི་ཨ་ནི་བི་གའི་ཚིག་འགྲེལ་བཅུ་བཞི་ནང་ནས་ཕྲད་གཞན་དབང་ཅན་ཕྲད་གཞན་དབང་ཅན་ནང་ནས་ཡང་ད་དྲག་ཡང་མཇུག

དམིགས་བསལ་དང་ད་དྲག་ཏུ་ཆགས་ཏེ། ལ་དོན་ལྟ་བཞིན་མི་ཐུབ་ཟེར་ཁོ་རང་རང་གི་ཐུན་མོང་མ་ཡིན་པའི་བྱ་ཚེགས་དེ་ད་དྲག་རེད། དེའི་ཞོར་ལ་ཡང་ཨ་ནེ། ཁོ་རང་དང་སྒྲ་མཐུན་པའི་གི་མི་རྗེས་འཇུག་ཕོ་ཡིག་དེ་འདྲས་དེ་ཞུགས་བྱ་ཆོག་གོ། རྗེས་འཇུག་ཕོ་ཡིག་བྱས་སོང་ཁོ་རང་བྱ་ཆོག་གོ། ཁོ་རང་ཐད་ཀར་བྱ་ཆོག་ཡ་གི་དམིགས་བསལ་གི་འབྲེལ་བ་ཡོད་དེ་ངས་ད་དྲག་རེད།